རེད་ད། ཚོད་ཚོད་སྐུ་དྲག་བོད་སྐྱེ་རེད་ཟེར་དེ་ངས་ཡང་ང་རེད་སྐུ་དྲག་སོང་དུས་ངས་དག་སེལ་བྱེད་ཀྱི་མེད་ད། ཡང་ངས་སུས་སྐྱེད་དོ་རེད་བ། རྒྱལ་ཁབ་ཞིག་སྐྱེད་དང་མ་སྐྱེད་དེ་དབང་ཆ་སོ་ཡོད་རེད་རྒྱལ་པོ་ཡོད་རེད་བ། རྒྱལ་པོ་དེ་རྒྱལ་བོར་བ་སྐྱེད་ན་རྒྱལ་པོ་སོ་རེད་ཟེར་ན་དག་དྲག་རེད་ད། ག་རེ་སྐྱེད་མིན་ཞག་གི་བ་དེ་དུས་ཨམ་རི་ག་ཡོད་རེད། དེ་དུས་ཚོང་དོན་སྐུལ་ཐབས་ཆེད་ཨ་མེ་རི་ཁར་ཕེབས་བཞུགས་པ་རེད། ཨ་མེ་རི་ཁ་ལ་སྐབས་དེ་དུས་ཆིག་སྟོང་དགུ་བརྒྱ་དང་བཞི་བཅུ་བཞི་བདུན་ཞེ་བརྒྱད་ཟེར་གྲས་ཀྱི་བོར་རྒྱ་མི་དགོངས་འགྲེལ་ལངས་རྒྱུར་གདའ། དེ་དུས་ཡུ་ཨེན་ཨོ་མཉམ་འབྲེལ་རྒྱལ་ཚོགས་ཀྱི་ལོ་ཡར་ཁྲིམས་རྩོད་པ་གཅིག་གིས་ཞེ་ཁ་བ་ཚལ་དུ་བ། ཞེ་ཁ་བ་ཆེ་ནག་ཚལ་ནས། ད་ལྟ་མཉམ་འབྲེལ་རྒྱལ་ཚོགས་ལ་བོད་རང་བཙན་ཞུས་ན་ཡག་པོ་ཡོང་བར་གདའ། བོད་རང་བཙན་ཁུངས་ཅན་གོ་བོ་ཡག་པོ་རེད་གདའ། འདི་ཞེ་ཁ་བས་འདི་ཞེ་ཁ་བས་འདི་དེ་ཚོ་གང་གི་དེ་ནས་ཡོང་བ་རེད་ཞེ་ཁོ་རང་གི་དེ་ནང་ལ་ཡོང་བ་རེད་གདའ། འདི་ཁོ་ནང་ལ་ཡོད། བོད་ནས་ཚོ་ཡི་གེ་བཏང་འདུག་ཨང།

དཔེ་ཆ་བྱས་རེད་ད། ཨོ་དེ་ཚོའི་སྐྲ་ལ་དོ་སྣང་ཆེན་པོ་བྱུང། ཨོ་དེ་ལ་དོ་སྣང་ཆེན་པོ་བྱུང།
ཁོང་ལ་འདི་ཅི་ག་འདྲི་ཞུ་གི་དཔེ་ན་ཆ་བྱས་ན་ད་ཅིག་ལོ་རྒྱུས་ཉམས་ཞིབ་གནང་མཁན་ཅིག་ཡིན་པ་ཡིན་ན་ད་ཆ་དེ་དེ་གས་དེ་ངེས་པར་དུ་གཟིགས་དགོས་ཅིག་བྱ་གི་རུ་ཨ། ཡང་ལོ་རྒྱུས་ཉམས་ཞིབ་གནང་མཁན་མེད་པའི་བོད་པ་དཀྱུས་མ་ཅིག་ཡིན་པ་ཡིན་ན་སོ་སོའི་ལོ་རྒྱུས་དེ་ཤེས་ཡན་གལ་ཆེན་པོ་ཞིག་ཆགས་དགོས་རུ་ཨ། དེ་སོང་ཙང་ཁོང་ངོས་ཀྱི་ད་ཅིག་གལ་སྲིད་ཀློག་པ་པོ་ཅིག་གིས་ཆ་དེབ་དེ་ཆ་ཚང་ཅིག་གཟིགས་འདོད་མེད་པ་ཡིན་པ་ཡིན་ན་ངེས་པར་དུ་མཁྱེན་དགོས་ཡས་ཀྱི་ལེའུ་ག་རེ་ར་ཅིག་གཟིགས་ཡོད་དུ་ཨེ།

ད། Melvin Goldstein འདྲ་བོ་ཅིག་ཡིན་པ་ཡིན་ན་ཁོ་རང་གི་ད་ཅིག་རྒྱལ་རབས་ཀྱི་ལོ་རྒྱུས་སྤྱི་དང་ཁོ་རང་བོད་པའི་ལོ་རྒྱུས་སྐོར་ཡིན་ནའི་རེད། བོད་ཀྱི་གནད་དོན་གང་ལ་ཡང་ཕྱག་དེབ་མང་པོ་བརྩམས་མྱོང་ཡོད་རེད་བ། ད་ད་ལྟ་འདི་ད་ལྟ་ཉེ་དུས་ཀྱི་ལོ་རྒྱུས་དེ་ལེའུ། གསུམ། ད་ལྟ་དཔར་སྐྲུན་ཟིན་ཡོད་ར་ཨིན་ཇི་ནར་ད་སྐོང་དངོས་ད་ལྟ་བསྒྱུར་གནང་བ་དེ་ལེའུ་དང་པོ་དེ་ཆགས་ཡོད་ར་ཨ་ནི་ཁོ་རང་གི་དེ་ལ་ཡ་འཇུག་སྐྱོང་གི་ལེའུ་གཞན་པ་གཉིས་ཡོད་དུས་སྐོང་དངོས་འདི་བསྒྱུར་མུ་མཐུད་ནས་བསྒྱུར་གནང་ཡ་དགོངས་པ་གལ་ཡོད་ན། གོང་འདི་བསྒྱུར་ཚར་བ་རེད་འདི་བསྒྱུར་ཚར་བ་རེད་འདི་བསྒྱུར་ནས་དེབ་གཉིས་པ་དེའི་མིང་ལ་ག་རེ་ཟེར་དྲག་ཆར་རླུང་འཚུབ་གོང་གི

མི་ངོ་མ་ལ་སྤྱན་འདྲེན་ངོ་མ་བྱས་ནས། ད་དེ་གའི་གླིང་ཚེ་སྒྲིབ་དག་དྲུག་བརྒྱ་འདི་ད་ལྟ་ཨིན་ཇི་ལ་བསྒྱུར་ཚར་རེད་ཨིན་ཇི་ལ་བསྒྱུར་བཞག་པ་འདི་བྱས། བཤད་པའི་སྐད་ཆ་འདི་བྱས་དང་ག་ལོག་དང་འདྲ། ཨ་མི་རི་ཀ་གི་ལ་བི་རོ་ཀོང་ཀྲེ་སི་ལ་སྤྲད་ཚར་གང་ག་ཡོད་ད། དེ་ཚོ་དཔང་རྟགས་ཚད་ཡོད་རེད། འདི་ཡག་པོ་ཞུ་བཞག་ཡོད་འདི་ཁོ་རང་བསམ་པ་ལ་ཁོ་ཁོ་རང་ཁོ་རང་ཟེར་གི་འདུག་ང་ང་ཤི་ནས་འདི་ལ་བི་རོ་ཀོང་ཀྲེ་སི་ནི་ནམ་ཡང་ནུས་པ་ཡོད་མ་རེད་དེ་ཕུལ་བཞག་ཡོད་ཟེར་བ། ད་ཕི་ཀ་ཡོག་ཆ་ཚང་ཕུལ་ས་རེད། གྲིབ་བཏགས་དྲུག་ཁྲི་བརྩི་ད་ནི་ཞིབ་ཕྲའི་སློབ་དེབ་ང་རང་བསྒྱུར་པར། ད་སྐུ་ངོས་མེལ་ཝིན་གོལ་སན་མཉམ་དུ་ཕྱག་ལས་མང་པོ་ཞུ་གནང་འདུག་ཡང་སྐུ་ངོས་མེལ་ཝིན་གོལ་སན་ལ་ཁྱད་ཆོས་ག་རེ་ཟིན་ནི་ད་ལྷན་རྒྱས་ཕྱག་ལས་གནང་དགོས་བས། ད་དེ་ང་ད་དེ་དུས་ད་ནི་ད་ད་འདྲའི་འདི་རེད་ངས་དེ་རིང་ད་ངོས།

བྱས་ཙང་འདིའི་ཁྱད་ཆོས་ངེས་ཅན་མཐོང་དགོས་རོགས། ད་རིང་དུས་ཚོད་ཀྱིས་རྐྱེན་པས་སྐུ་ངོ་ང་ཚོ་ཨ་ནེ་བཅར་འདྲི་ཞུ་ཡས་འདི་ལྟའི་མཚམས་བཞག་འོག་ཁྱེད་སུ།